ཨོ་བཀྲ་ཤིས་བདེ་ལེགས། ཨ་ནི་ད་ང་ཚོ་ད་ལྟ་རང་འདི་ཡིག་སྒྱུར་བྱེད་ཡུལ་གྱི་ད་ཤིས་སྒྲོན་དེ་ཡ་ར་ག་ལ་དགོས་རེད Publish ལབ་ན་ད་ང་ཚོ་གོ་པེར་བཏང་དང་དེ་ནས་བུ་ལོན་དཔེ་མཛོད་ཀྱི་ནང་ལ་བཞག་བཏང་གི་མཚམས་ནས་ངོ་སྤྲོད་དུ་བྱེད་ཀྱི་ཡིན། ད་ང་ཚོའི་རྩོམ་སྒྲིག་བྱས་ཚར་དུས་ན་ཐད་ཀར་འདི་ནས Publish དུ་རྒྱུ་དེ་གང་ལ་ཅི་ནན་བཞག་ཡ་ན་ཁོ་རང་གི་འདི་འདྲ་དུ་བཟོ་བཞག་ཡོད་རེད་དེ་འདྲ་བཟོ་དུས་ན་ཁོ་རང་གི་རིགས་རིགས་རྣམས་མང་འདྲ་བ་དྲུག་གི་ནང་བཟོ་བཞག་འདུག།

དཔེ་མཛོད་ཀྱི་ནང་ལ་ང་ཚོ་ནོར་འཛོལ་གྱི་དགོས་མཁོ་འདུག་ང་ཡིན་ན་ནོར་འཛོལ་གྱིས་ཚར་སོང་བ་ཡོད་རེད། དེ་འདྲ་ཡིན་ན་ཁྱེད་རང་ནོར་འཛོལ་གྱིས་མི་ཡིན་ན་འདི་དགོངས་ལགས་དེ་སང་ཨེན་བཟོ་གྱིས་བཟོ་རེད་ནོར་འཛོལ་གྱིས་བཟོ་རྒྱུ་དེ་དགོངས་ལགས་ནི། དེ་ནི་ཁྱེད་རང་གི་དེའི་ནང་ལ་སོང་ཉིན་ད་ནོར་འཛོལ་འདྲ་འདྲ་བོ་གྱིས་དེ་ཅི་འདྲ་ན་དེ་ནི། ཁྱེད་རང་གི Upload Books ཡ་ཅི་འདུག་ཐད་ཀར་དེ་ཚང་བཟོ་མཁན་མེད་ན། ནི་ཁྱེད་རང་གི་ད། དཔེ་ཆ་དང་ཐད་ཀར་དེ་གི་ནང་ལ་ནོར་འཇུག་བྱེད་འགྲོ་གི་རེད། ཡིན་ན་དེ་དེ་ཚོ་འགོར་སྲིད་པ་རེད་ད་འདིའི་ནང་ནི་དཔེ་ཆ་མང་པོ་ཚོ་ཡོད་ལ་ནོར་འཇུག་བྱེད་དགོས་རེད་ཁོ་རང་ཚོ་ཞིབ་འཇུག་བྱ་དགོས་ཀྱི་ཡོད་ར།

ཁྱེད་རང་གི་འདི་ལྟ་ཡུལ་བའི་སྔོན་པོ་དེའི་ནང་ལ་ག་རེ་ལབ་འདུག་ལབ་ན། ཁྱེད་རང་གི་འདི་ལྟ་ད་ལྟ་རང་སླེབས་སོང་འདུག་ན་ད་འདི་གི་རྒྱུད་རང་གི་རྒྱུ་མཚན་གྱི་དུས་སུ་འགོར་སྲིད་པ་རེད་དེ་རྒྱུ་མཚན་ཁྱེད་རང་གི་སྐར་མ་ཁ་ཤས་ཚིག་གི་རྒྱུད་ནི་ད་ཁྱེད་རང་གི་ཅིག་ཅར་དེ་ལྟ་རོགས་གྱིས་ལབ་ཉིན་ད་ང་ཚོ་ལ་བརྡ་འདྲ་འདྲ་བཞག་སོན་འདུག་དེ་ནི། འདི་འདིའི་ནང་གི། ཡིག་སྒྱུར་བྱེད་མཁན་རྒྱ་སེ་རེད་ད་པར་གི་པར་ཧོང་ཟེར་བ་དེ་འདི་ནི་སི་སི་བྷའི་ས་ཟེར་རྒྱུ་དེར་བཞག་བཞག་འདུག་དེ་འདྲའི་བཞག་མཁན་དེ་ཡིན་ན་ད་ང་ཚོ་གི Translated by། ཨ་སྟོན་གྲུབ་བཟའ་བཞག་འདུག་ད་དེ་འདྲ་ཅི། དེ་ནས་བཞག་མཁན་བསད་ན་ཟླ་ཚེས་ལགས་སོགས་ཧ་ཚང་མ་ཁོ་རང་ཚོ་གི་གནས་ཚུལ་ཚང་མ་བཞག་བཞག་འདུག་དེ་ནས་ང་ཚོ་གི་འདི་ལ PDF ཕབ་ལེན་བྱེད་ཀྱི་ཡོད་པ་བཞག་བཞག་འདུག་ཨ་ཨ་དེ་འདྲ་ཅི་ད་དུས་སུ་སྒུག་སྒུག་ཡོད་རེད་ཟེར་ཨ་ད་འདི་གི་ཡིག་སྒྱུར་བྱེད་སྟངས་དང་ཕབ་ལེན་བྱེད་སྟངས་དང་ཡང་ཡང་བསྐྱར་ཡར་འདི་ལོ་ཙཱ་བཞི་ཚན་པ་དེ་ཡར་འཇུག་བྱེད་སྟངས་གི་རིམ་པ་དེ་ངོ་སྤྲོད་དེ་ཙམ་གྱིས་འགྲིག་པ་ཅིག་ཡིན་ཐུགས་རྗེ་ཆེ།